ཨོ་ལ་སོགས་ནང་དོན་རིང་ལས་རྣམས་ལ་འཇུག་པས་དེ་ནས་དགེ་བའི་བཤེས་གཉེན་རྣམ་པ་དང། ཨོ། དེ་ནས་སློབ་གཉེར་བ་བློ་གསལ་བ་རྣམ་པ་ལ་ནི་བཀྲ་ཤིས་བདེ་ལེགས་ཞུ། དེ་ནས་ཁ་རྩང་འབྱུང་ལུགས་གདམས་པ་ཤར་བ་དེ་དག་གྱིས་ཞུས་ཚར་བའི་སྐད་ཆ་འདྲ་བོ་རེད། དེ་ནས་ད་དེ་ནི་ཚིག་རྐང་གསུམ་པ་དེ་ཐ་མ་གཉིས་ཚན་ཀུན་ཏུ་ཉམས་སུ་བླང་ཟེར་ཡ་དེ་ལ་ཅིག་ཞུས་ན་དྲན་ས་དང། ད་གང་བྱས་དང་པོ་རྒྱ་ཆེ་དུ་མ་མང་དུ་བཟའ་ཐུལ་སྦྱོང་དེ་རེད་དོ། བར་དུ་འཇུག་ལོངས་སྟོན་པའི་དོན་ཐམས་ཅད་གདམས་པར་བྱ་བསམ་སྦྱོང་གིས་འདྲིས་པར་བྱེད་པ་དེ་རེད་དོ། ད་ཐ་མ་ཉིན་མཚན་ཀུན་ནས་ཉམས་སུ་བླངས་ཟིན་དུས་ལ་སྡོད་ད། ཐུལ་སྦྱོང་གིས་ཐོས་པར་བྱས་ཐོས་པས་ཤེས་རབ་ཀྱི་གཏན་ལ་ཕབ་དེ་ནས་རིག་པ་བཞི་ཡི་སྒོ་ནས་བསམ་སྦྱོང་གིས་གཏན་ལ་ཕབ་ནས། གདམས་པར་བྱ་བདེ་སྦྱོར་དེ། ད་ནི་བསྟན་ཏོག་གཅིག་ཏུ་སྦྲེལ་ནས་མ་ནི་དགོངས་འབྱུང་གི་ཉིན་མཚན་ཀུན་དུ་དག་པར་ཉམས་ལེན་གནང་བཞི་བ། ཨོ་རྒྱན་མཆོག་གི་སྒོམ་ཉིན་གྱི་དེ་ནས་ཉམས་ལེན་གནང་བཞི་བའོ་ད་དེ་རེད་འདོད་དོ། ཨོ་དེ་འདྲ་ཡིན་དུས་ནི་ཐ་མ་ཉིན་མཚན་ཀུན་དུ་ཉམས་སུ་བླང་གསུངས་ནས་དེའི་རེ་བ་ད་ཅིག། ཨ་ང་རོ་ཚང་འདྲ་བོ་ཅིག་ཡིན་པ་ཡིན་ན་ད་དེ་དེ་ཅིག་གོ་སྟོང་འགྲངས་ཉི་མའི་དྲོད་དུ་འཁྱིལ་པའི་གཟུགས། ཟིན་ལྷའི་གཟུགས་ན་ཅིག་དུས་སྲོད་ཡོད་ནི་ཉམས་གཅིག་པོ་ཡོད་དུས་ནི། དེའི་ཚེ་བསམ་མནོ་འདྲ་ཡི་གཏང་བ་གང་འདོད་འདྲ་བྱེད་དེ་འདྲའི་ཕྱིར་བྱ། ཅེས་ནི། གཞན་ཡང་དུས་དུས་སྲོད་ཡོད་དེ་བྱེད་ན་ཡང། དུས་སྲོད་དམ་ཚིག་མ་སྦྱར་གྱི་རྣམ་དབྱེ་བྱེད་དེ་འདྲ་བྱེད་ཅེས་བྱ་བ་དེ་མ་རེད་སེང་གེ་རིན་པོ་ཆེ་ཐ་མར་ཉིན་མཚན་ཀུན་ཏུ་ཟིན་ནས། ཉིན་དང་མཚན་གཡོ་བ་མེད་པའོ་ཐུགས་སུ་བཅས་ནས་ཉམས་ལེན་གནང་ནོ་བའོ། དེ་རེད། དེ་ལྟར་དག་ཅིག། ཐོས་པ་ཙམ་དུ་མ་བཞག་པར་བསམ་པ་ཙམ་དུ་མ་བཞག་པར་ནི་དགོངས་འབྱུང་གི་མྱོང་བ་ལ་དགའ་ནས་མྱ་ངན་བྱེད་པ་ཡིན་གསུངས་སོ། འོ་དེ་འདྲའི་དེ་ནི་གོ། ཅིག་ཐོས་པ་དང་བསམ་པ་དང་བསྒོམ་པའི་ཉམས་ལེན་གང་རེ་ཡིན་ན་ཀུན་བསྐྱང་ཟེར་ནས་པས། གང་གཱ་ཐམས་ཅད་བརྟན་པར་བགྱིད་པའི་ཆེད་དུ་བསྔོ་བ་དེ་ལྟ་བུའི་པས། བསྔོ་བ་ནང་ནས་དང་མཆོག་ཏུ་གྱུར་པ་ཅན་ཡིན་པར་བ། འོ་དེ་འདྲའི་ཅི་རེ་ཟློ་བ་དག་བསྔོ་བ་དེ་ལ་ཡང་པས་བསྔོ་བ་ཁྱད་པར་དུ་འཕགས་པ་ཅན་སྣང་དུ་བ། ཨ་ནི་ད་འདི་ཚོ་གིས་ཀྱི་མདོ་བསྟན་གྱི་དོན་དེ་འོག་ནས་མ་བརྟགས་ཡོང་ནས་ཡོང་དང་ཡོང་བཞིན་པ་རེད་ཨོ་དེ་འདྲའི་བྱེད་བྱེད་དང་དོན་དག་དག་ཀྱི་དང་ངོ་ཚུལ་དེ་དང་འདྲ་མི་འདྲ་དམ་ཆོས་འཛིན་པའི་སྨོན་ལམ་དང་དམ་ཆོས་འཛིན་པའི་ཆེད་དུ་བསྔོ་བ་དང་བླ་མའི་སྐུ་ཚེ་བརྟན་པའི་ཆེད་དུ་བསྔོ་བ། སེམས་ཅན་གྱི་དོན་དུ་རྫོགས་བྱང་ཐུབ་པའི་ཆེད་དུ་བསྔོ་བ་ལ་སོགས་པ་མང་པོ་ཡོད་རེད་དེ་དག་བསྟན་པ་རྒྱས་པའི་ཆེད་དུ་བསྔོ་ཤེས་ན་དེ་ཐམས་ཅད་གང་ལ་འགྲུབ་འགྲོ་གི་འདུག་ཨོ་དེ་འདྲའི་བྱིན་པ་རེད་ད་ཚུལ་འདི་བསམ་ཞིང་ད་འདུན་མ་ལེགས་ནི་གདའ་གསུངས་འདུག། ད་ལྟ་ག་འདྲས་ཟེར་ཟེར་ན་ད་ཁོང་གི་གནང་སྟངས་དེ་ཚོ་མི་ཚེ་རིང་དེ་ལ། ཨ་ནས། ཀྱི་གནང་སྟངས་དེ་ཡ། ཕྱི་དྲན་འདྲ་བོ་གནང་འོང་འདུག་ག་ལ། ད་འདུན་མ་ལེགས་པོ་ཅིག། དེ་ནི་སྐྱེ་བ་གཏན་གྱི་འདུན་མ་ནམ་ཞག་གཏན་གྱི་འདུན་མ་གཉིས་ཀ་དེ་ནི་འགྲུབ་ཚར་འདུག་སོང་ད་འགྱོད་པ་མེད་པ་ཅིག། བློ་ཁ་རྫོགས་དགོས་བ་འདྲ་བོ་ཅིག་དེ་ནས་དེ་འདྲ་ཅིག་ཐུགས། ཐུགས་ཀར་རྫོགས་སྐོར་ཡང་འདྲ་བ་ཅིག་གནང་བཞིན་དུ་རེ་དེ་དུ་སོ་དགའ་བ་བསྒོམ་གནང་གདའ། ཁྱེད་ལྟར་ཚུལ་འདི་བསམ་ཞིང་འདུན་མ་ལེན་ནས་གདའ། ཡག་པོ་ཞུ་བ་བྱུང། བྱུང་བྱ། ཅི་ད་ལྟ་དེ་དཔེ་གལ་ཆེན་པོར་བ་དང་ང་ལྟ་བུ་ཡིན་ན་ད་ང་རང་ཚོ་ཡང་མི་ག་ཤིས་ང་དང་ང་འདྲ་བ་ག་ཤིས་ལ་ད་བ་ལ་ཚོ་ཅི། སྔོན་མ་འདས་རྩ་སྦྱོར་གྱི་དོན་རེའོ། འདས་དོན་རེའོ། དང་རྒྱུད་དུ་མ་འོངས་པར་མ་འདས་པའི་དོན་རེ། འདས་པའི་དོན་དེ་སོགས་ལ་ཡང། ཡང་ནི་ཡང་དུ་ཡང་བསམ་ལ་སྟོང་བར་འདུག་ག་ལ། དག་པའི་འདུན་མ་ལས་མི་འདུག། བསམ་དགོས་ཡང་འདྲའོ་ཅི་ཆགས་འགྲོ་བ་དག། ཅེས་དང་དེ་ནས་འདུན་མ་ལེགས་པོ་ཅན་མ་བྱུང་ཡིན་ཙང་ནི་ནི། སུ་ལ་བཀའ་དྲིན་ཆེ་ཟེར་ནས་ཞུ་དགོས་ན་བཀའ་ལས་ཁ་བོ་འདྲ་གྱིས།

ཨོ་བཀའ་དྲིན་ཆེ་བ་རྗེ་བཙུན་མཁྱེན་པའི་གཏེར། ཟེར་བ་ཡང། ཨོ་ད་ལྟའི་མདོ་བསྟན་དེ་དག་ཚར་བའི་བ། ད་དེ་ནས་ང་རང་སོང་ནམ་རྒྱུན་གྱི་ད། ཨོ་བ་ལ་སོ་གཅིག། ལུང་དྲངས་དེ་བ་ད་གཅིག་མཐུས་པ་གལ་ཆེན་པོ་ཡིན་པ་གི་ད། ཤེས་བྱེད་ཀྱི་ལུང་དྲངས་དེ་བ་གཅིག་ད་གཅིག་འདིར་བ་ད་ང་རང་སོ་གཅིག་གྲ་ས་གྲ་སང་རེད་ག་ཚོ་ག་ལ་ད་མཐུས་པ་དེ། དངོས་གནས་དཔེ་གལ་ཆེན་པོ་ཅིག་བརྩི་གི་ཡོད་རེད་བ་ད་དེ་འདི་ནང་ནས་ད་གསོས་པོ་ཞོལ་གྱི་གསུང་དང་རྒྱལ་རིན་པོ་ཆེ་ཁོང་གི་དང་པོ་འཐུས་པ་གནང་དགོས་ཡ་དེ་གས་ཅིག་རྒྱུ་མཚན་ཅིག་གཟིགས་བྱས་ནས་ནས་འཐུས་པ་གནང་བ་རེད་བ་རྒྱུ་མཚན་ཡང་དག་པ་ཅིག་གཟིགས་ནས་ད་རྒྱུ་མཚན་དེ་ག་རེ་གཟིགས་སོང་ཟེར་ན་ད་འདི་རེད་ཤག་ཟེར། ང་རང་ཚོ་ལ་བླང་དོར་གྱི་གནས་ལ་ཀུན་ནས་པ་མཐོང་པའི་མུན་པ་ཅིག་ཡོད་རེད་བློ་ཡི་མུན་པ། ད་རྨོངས་དེ་ཡོད་རེད་བླང་དོར་གྱི་གནས་ལ་རྨོངས་དེ་ཡོད་རེད་བ། ཁྱེད་ད་ལྟ་དེ་མུན་པ་དེ། ཨ་ནི་ཡང་དག་པའི་ཐོས་པ་གཅིག་གིས་སྒྲོན་མེ་དེ་འབར་ནས་དེ་ནི་མུན་པ་དེ་པ་སངས་དགོས་ཀྱི་འདུག་མ་གཏོགས་ཁྱེད་ཀྱིས། ཨ་ནི་ཐར་པ་ལ་འགྲོ་ས་གི་ལང་ཀ་འཁོར་བ་ཨ་ལེ་ཧ་གོ་གི་མི་འདུག་མུན་པའི་སྒྲིབ་ཅན། ཨོ། དེ་ཡིན་ཙང་ནི། བླང་དོར་གནས་ལ་ཀུན་ནས་འཐོམས་པའི་མུས། ཡང་དག་འཐུས་པའི་སྒྲོན་མེ་མ་གསལ་བ། ལམ་མི་ཤེས་ན། ཨོ། དེ་ལྟར་སྒྲོན་མེ་དེ་ཡང་སྤངས་ནས་ལང་ཀ་ཨཱ་ལི་འཁོར་དང་པོ་ལ་གནས་བཅས་ཤེས་མི་འདུག། ད་ལང་ཀ་དེ་མེད་ཤེས་སུ་བཏང་ན་ནི་ལང་ཀ་གནས་མང་མ་ཤེས་ན་ནི་དངོས་སུ་གོམ་པ་རྒྱག་ནས། རིམ་པར་བྱིངས་འདི་ལྕགས་ཀྱུ་ཀྱི་ངང་ལ་འགྲོ་དགོས་ན་ཐར་པའི་གྲོང་ཆོག་འདི་སླེབས་ས་མ་རེད་གསུངས་འདུག། འཇུག་པར་འགྱུར་བར་སྨོས་ཀྱང་ཅི་ཞིག་དགོས། ལང་ཀ་ཙམ་ཡང་མ་ཤེས་ན་ནི་དར་པའི་གྲོང་ཁྱེར་དུ་འཇུག་ཡ་དང་སླེབས་ཡ་དང་ཕར་རེ་བཞག། དེ་འདྲའི་རེ་བཞག་ད་སྟེ་ཅི་རིགས་གོ། འཐུས་པ་གཏི་མུག་མི་སེར་སྒྲོན་མེ་ཡིན་ཟེར་བ་དེར་བ། དེ་ཡིན་དུས་རྐུན་པོ་ལ་སོགས་མི་ཤེས་མི་འཇིགས་ནོར་གྱིས་ཆོག། ཁ་ཚ་ལང་ཕུང་ལོང་གྲང་ཚ་རུ་བ་ད་དེ་ག་རང་རེད་དེ་ཡིན་ན་ང་རང་ཚོ་ད་འཐུས་པ་དེ་དཔེ་གལ་ཆེན་པོ་རེད། རྗེ་རིན་པོ་ཆེ་གི་འཐུས་པ་ལས་འདི་འདྲའི་ཅི་བྱ་ཆེན་པོ་ཅིག་གནང་བཞིན་བ་དེ་བཀའ་དྲིན་གྱི་ད་ང་རང་ཚོ་འཐུས་པ་གོམ་ཞེང་འདྲ་བོ་ཅིག་གི་དེ་ག་ཚོ་ནི་དངོས་གནས་དེ་འཐུས་པ་དེ་ཡག་པོ་གནང་འདི་ཡག་གི་གོམ་ཞེང་བཟང་པོ་ཅིག་ད་བླ་མ་རྣམས་གི་བཀའ་དྲིན་གྱི་ད་ད་ཡག་པོ་ཆགས་འདི་འདུག་བ། ཨོ་ད་དེ་ཞི་བས་ཅི་ཡག་པོ་རེད། ད་ཡིན་ནའང་ཁོ། ཐོས་པ་དེ་ཡང་ཐོས་རྐྱང་ལ་མ་འགྲོ་བ་ཅིག་བྱེད། ད་ང་རང་ཚོ་ཐོས་པ་ཟེར་མཁན་དེ་ནི་ཡང་ཁོ། མཐའ་དང་ཡོད་མ་རེད་དེ་ཡིན་ན་ད་ཐོས་པ་དེ་མཐའ་ཡོད་མ་རེད་མི་ཚེ་ལ་ཐོས་པ་རྐྱང་རྐྱང་བྱས་ན་ཡང། མཐའ་ཡོད་མ་རེད་དེ་ཡིན་དུས། བསམ་པ་ལག་ལེན་དང་གོམ་པ་ཉམས་ཉམས་ལེན་གྱིས། གང་ལ་ཡང་གོམ་པ་བཏེགས་སེ་བཏེགས་སེ་སྤོ་དགོས་བ་དེ་ད་ཁ་ཚང། རྒྱ་བ་འབྲོམ་སྟོན་པ་གིས། ང། ཐོས་དུས་ཚེ་ན་བསམ་དགོངས་འདོགས་ཟེར་འདིར་བ། ཐུགས་སེམས་སྒོམ་པ་ཡང་མ་འདྲ་བ་ཅིག་མ་བྱས་ན་ད་ང་ཚོ། ཚེ་འདི་ཡུལ་དང་ཤེས་བྱའི་རྣམ་པ་མང། དེ་ཅི་རེད་ཁོ་ཚེ་འདི་ཡུལ་ཐུང་ཐུང་རེད། ཨ་ང་རོ་ཚེ་གཅིག། བླང་དོར་གནད་ལ་འཐོན་པའི་མུན་པ་དེ་ཡང་ལོ་མང་པོ་ལ་འཐུས་པ་མ་བྱས་ན་སྲ་ཐུག་མི་འདུག་ཨ། དེ་མུན་པ་དེ་འཕགས་ཡག་པོ་ཅིག་སངས་ད་ཉམས་ལེན་གྱི་ནི་འགའ་འདྲ་བ་དེ་ཚོས་ཨ་ནེ་ཧྲུག་ཅིག་ཅིག་འདྲ་བོ་རེད་འོང་དུས་ཨ་ནེ་ལོག་དེ་ཡར་གན་སུ་སླེབས། ཨ་ནེ་ལུས་སེམས་ལ་ནུས་པ་མེད་དེ་གན་ཚོགས་ལ་ཆ་འོང་ན་ཡག་པོ་མི་འགྲོ། ཨོ་དེ་ཡིན་ཙང་ནི་དེ་ནི་ཁོ། ཚུལ་དུས་ཉིད་ནས་ད་ཚིག་རྒྱུད་ལ་སྦྱར་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཞེས་ལག་པ་ལྷག་པར་དེ་ཡང་ད་དགོངས་ལོ་གཞོན་པའི་སྐབས་ནས་ནི། ཨོ་ཐུབ་པའི་དོན་ན། རྒྱུད་ལ་སྦྱར་གི་སྦྱར་གི་བྱས་ན། འོ་དེ་ནི་དཔེ་མི་སྲིད་པ་ད་ཡག་པོ་བྱུང་ས་རེད་དེ་དག་འདི་ན་ལ། འོ་ལ་སོ། དྲ་ཆུང་བློ་གསར་བ་ཀུ་ཇོ་ནི་མང་པོ་ཡོད་ས་རེད་བ་དེ་འདྲ་དེ་ཚོ་ཐམས་ཅད་འོ་འདི་ཐུགས་རེ་བཞག་ནས་ད་དངོས་གནས་རྗེ་རིན་པོ་ཆེའི་གནང་བ་ནང་བཞིན་ཡིན་པ། འོ་སོ་སོ་ག་རེ་འཐུས་པ་ག་རེ་དེ་དཔེ་ཆ་ག་རེ་དེ་གོ་ན་དེའི་ནང་ནས། ཚུལ་གྱིས་གསང་སྔགས་བསྐོར་ནས་སོ་སོ་རྒྱུད་ལ་གཅིག་ཕན་ཐབས་ཀྱིས་བྱས་ན། དེ་ནི་དཔེ་མི་སྲིད་པ་ཡག་པོ་རེད་ད་འཐུས་པ་བྱས་པས་དེ་ནི་དོན་གོ་ཏེ་ཡག་པོ་ཅིག་ཆོད་འོང་དོ། ད་དེ་རེད་མ་གཏོགས་གཅིག་ཡིན་ནས་འཐུས་པ་དེ་བྱས་གྲངས་ཀ་དེ་བརྩིས་རྩོད་པ་དེ་བརྒྱབ་དེ་ནས་ཅིག་ཞུ་བ་བྱས་བསྡད་ན་ཡང། དེ་ནི་སེམས་ལ་བཟོ་བཅོས་ཅིག་མ་བརྒྱབ་ཟེར་ཚར་ན་དེ་ནི་ད་ཞུ་བ་ཞུ་བ་ཡོད་མ་རེད་ཨ་ནི་གོ་ག་རེད་ཟེར་ན། སོ་སོ་ལ་གྲངས་ཀ་རྒྱག་དགོས་ནི་ཅིག། བརྗོད་བྱ་ལ་འདྲ་བོ་ག་གེ་མེད་མཁན་བྱ་དགོས་རོ། ཨོ། དེ་འདྲ་ཡིན་ན་དེ་ནི། ཨོ། ལ་སོགས་མོད་དེ་ནས་དབུལ་པོ་གཅིག་གིས་ཕྱུག་པོ་གི་ནོར་ལ། ནོར། ལ་ནི་གྲངས་ཀ་བརྒྱ་བརྒྱ་བའི་སྤྱི་པ་རེད། མི་ཚང་རྒྱུད་ཆེན་པོ་གཅིག་ནང་ལ་ནོར་ལུག་འདི་འདྲ་བྱས་རེད་གྲངས་ཀ་སྟོང་ཕྲག་ཁྲི་ཕྲག་མང་པོ་བྱས་ཡ་རྩིས་བསྡད་པ་ཡིན་ན་སོ་སོ་ལ་སྐབས་ཨ་ན་ཞག་སྒོར་གྱི་བལྟ་ས་ཡོད་མ་རེད་བ། ཨོ་དེ་ནང་བཞིན་བྱེད་ཕ་རྒྱོ་ད་རྒྱུད་ཐ་དད་ཀྱི་བྱང་ཆུབ་སེམས་དཔའ་དང། ཨོ་ད་ཉན་རང་འཕགས་པ་དང་དེ་ཚོའི་རྒྱུད་ལ་ས་དང་ལམ་གྱི་རྟོགས་པ་འདི་འདྲའི་དེ་འདྲ་ཡོད་རེད་པས། ཡོན་ཏན་བརྒྱ་ཕྲག་མང་པོ་དེ་འདྲའི་ཅི་ཡོད་རེད་སྟོང་ཕྲག་མང་པོ་བྱེ་བ་ཕྲག་བརྒྱ་མང་པོ་འདི་འདྲའི་ཡོད་རེད་ད་ང་ཚོས་ཚིག་དར་བ། ཨོ་དེ་ཚོ་ཚིག་དེ་བ་ཡིན་ན་སོ་སོ་རང་ཉིད་ལ་དེ་འདྲའི་གི་ཆ་ཤས་ཅི་ཡང། པ་ཡོད་པར་བྱས་ནས་ཅིག་ལང་ཀ་ལ་གོམ་པ་མང་པོ་བརྩ་ནས་ནི་ཅིག་ཕན་མ་རེད་བ་དང། ག་ཟེར་ཅིག་དེ་ནི་བརྩི་བ་ཙམ་གྱིས་རེད་གྲངས་ཀ་ཙམ་གྱིས་རེད་མ་གཏོགས་ཅིག་གིས། ཨོ། ད་རྗེ་རིན་པོ་ཆེ་གིས་དེ་འདྲ་གནང་མི་འདུག། ཨོ་དེ་ཡིན་ཙང་ནི་ད་ལྟ་དེ་སྲིད་ཅིག་བསམ་པ་ཁ་ཁོ་ནས་མྱ་ངན་གནང་དགོས་པ་དེ་དཔེ་གལ་ཆེན་པོ་རེད།

ཅི་ཙམ་གྱིས་འཐུས་པ་དང་བསམ་པ་མང་བ་དེ་ཙམ་གྱིས་ཨ་ནི་སྒོམ་ལ་གོ་ས་མེད་པ་རེད། དེ་མ་གཏོགས་གཅིག་གིས་ཨ་ནི་སྒོམ་རྒྱུ་མིག་པ་གང་ཡང་མ་ཤེས་མཁན་གཅིག་གིས་གཅིག་སྒོམ་དེ་ཨ་ཅེ་ན་མི་ཚེ་རེ་རེ་ལ་པ་ལོ་མང་པོ་ལ་གཅིག་སྒོམ་དེ་ན་ཡང་སྒོམ་གྱི་གོ་ས་ལ་ཤོར་སོང་ན་པ་ལོ་མང་པོ་ལ་དཀའ་ལས་བྱས་ཡ་དེ་ད་དོན་མེད་ཆགས་འགྲོ་བ་རེད་ཆུ་ཚོད་ཨོ་ཐུགས་སུ་བྱས་ཡོང་འདུག་ག་ལ་དག། ཨོ་ནི་ད་ནི་བེད་གཅིག་འཐུས་པ་དེ་གལ་ཆེན་པོ་དེ་འདྲས་ཅིག་ཆགས་འགྲོ། ཨོ། དེ་ནས་ད་དེ་ནས་མ་ད་ཐོས་པ་བྱས་འོ་འདོད་ད་ཐོ་མ་དེ་ལ་ནི། ཨོ་ལ་སོ་མདོ་བསྟན་འདྲ་བོ་མེད་འགྲོ་ད་དེ་ནས་སོང་འདུག་ཨ། དེ་གཉིས་བྱས་ན་མི་ཕམ་ཆོས་རྒྱལ་དང། འཛམ་གླིང་རྒྱན་དྲུག་མཆོག་གཉིས་ཞེས་གྲགས་པའི་གཞུང་ལ། ཕྱོགས་རེར་བ་དང་རགས་པ་རེ་ཚིམ་པར་མ་བགྱིས། ཀུན་ལ་ཞིབ་ཏུ་སྦྱངས་གསུངས་ནས། ད་དེ་མདོ་བསྟན་འདྲ་བོ་རེད་འདུག་ཨ་ད་གང་འདྲ་ཟེར་ན། ཐོས་པ་དེ་གལ་ཆེན་པོ་ཡིན་པ་དེ་འདྲའི་དེ་ཡིད་ཆེས་ན་ཟེར་དེ་ནས་མི་ཕམ་ཆོས་རྗེ་ཟེར་ད། རྗེ་བཙུན་བྱམས་མགོན་གྱི་དེ་ནས་བྱུང། ཐོག་མའི་ཀུན་བྱེད་ཀྱི་བྱུང། ཨ་ནེ་ཀླུ་སྒྲོལ་ལགས་སོགས་པའི་ད་དབུ་མའི་བྱུང་མདོ་ནག་ཚིག་ཚད་མ་དང་གངྒཱ་མཛོ་ནས་རྗེ་འབྲུག་ཆོས་ཉིད་ཞེས་སུ་གྲགས་པའི། ལ་སོགས། གཞུང་ལ་ཕྱོགས་རེ་བ་དང་རགས་པ་རེ་ཚིམ་པར་མ་བྱེད། ཅེས་དང་ད་ནི་སོགས་པས་གོ་རྒྱུར་བ་མདོ་བ་གཞུང་ལ་ཕྱོགས་རེ་བ་དང་རགས་པ་རེ་ཚིམ་པར་མ་བྱེད་ཀུན་ལ་ཞིབ་ཏུ་སྦྱངས། ད་འདི་རུ་བ་ང་ར་སོ་སོ་སོ་ལ་བ་རྒྱ་ནི་བསམ་ལ་བཏང་བ་ཡིན་ན་ད་ང་ལ་ཅི་དང་གཞུང་ཡག་པོ་སྦྱང་ཐུག་མ་རེད་དེ་སྦྱང་བ་དེའང་གཞུང་དེ་ལ་ཕྱོགས་རེ་བ་དེ་མ་གཏོགས་ཡག་མ་རེད། དཔེ་ན་དབུ་མ་དགོངས་པ་རབ་གསལ་འདྲ་བོ་ཅིག་མ་བཏགས་བཏགས་ཡིན་ན་ཆ་ཚང་ཅིག་མ་ཀློག་ནས་ཡོངས་སུ་རྫོགས་པ་ཚུལ་གཅིག་ཁོང་དུ་ཆུད་ཡག་གི་རེ་བ་ཁོ་རང་དང་པོ་ནས་རྒྱག་ཡོད་མ་རེད་དེ་འདྲ་ཐུག་པ་ཕྱོགས་རེ་བ་རེད་དོ།

ཨོ་ད་དེ་འདྲས་བལྟས་ན་དེ་ནས་གཞུང་དུ་སྦྱངས་པའི་གོང་འདྲ་བ་དེ་ཆོས་གོ་མི་འདུག་ཨ། ཨོ་དེ་ཡིན་དུས་རགས་པ་རེ་ཚིམས་པ་མ་བརྗེད་སྲིད་གོང་གི་པས་ཞིབ་འཇུག་བྱས་ནས། ཀུན་ལ་ཞིབ་ཏུ་སྦྱངས་གསུངས་འདུག་ཨ་ད་རྗེ་བདག་ཉིད་ཆེན་པོ་གིས་གཏམ་ཐག་གཞན་ན་ལ་ཡོད་རེད་པས་ཕྱག་དཔེ་རེ་རེ་ཡིན་ན་ཁོ། ཨ་ལས་དང་པོ་མགོ་ནས་བཞུགས་བར་དུ་མ་གཅིག། ལ་སོགས་ས་སྐྱའི་བསྡུས་དོན་འདྲ་བ་གཅིག་གི་སྟེང་ལས་གཏན་ལ་ཕབ་ནས་གཞུང། དང་པོ་ལུས་མདོ་བསྟན་འདྲ་བ་གཅིག་ག་ལ་འཚོལ་བཟློག་ཅིག་བྲིས། ཨ་ནི་དེ་ལུས་ཚིག་དོན་ཡན་ལག་རྒྱས་བཤད་ཀྱི་བར་བཀྲལ། བ་དག་ཐུགས་སུ་བྱས་ནས་ཨ་ནི་དཔལ་དཔལ་ཤ་སྲིན་སྤུ་སྲིན་གང་ག་ངོགས་ནས། དངོས་བསྟན་ཤུགས་བསྟན་གྱི་བསྟན་དོན་ཆ་ཚང་གཅིག་ཁོང་དུ་ཆུད་པར་སྣང། སྣང་ཡང་དེ་དེ་འདྲའི་རེད་དེ་དོ། ཨོ། ད་དེ་སོགས་དཔེ་མི་སྲིད་པ་རེད་ཅེས་རེ་བ་བ་དག་ང་རང་སོགས་ཡིན་ན་ད་དེ་འདྲའི་ཅིག་ཅིག། དག་སྒྲིགས་སུ་བསམ་པ་གཏད་ཞིབ་སྦྱང། ཨ་ནི་དོན་དག་རགས་པ་རེ་གོ་ན་དག་སྒྲིགས་སུ་ང་དེ་འདི་ཡོད་བསམ་པ་དེ་འདྲས་མ་འགྱེལ་བ་གྱིས་ཨ་ནི་ཞིབ་ཕྲ་སྦྱང་དགོས་ཡ་དེ། དཔེ་ཡོད་གལ་ཆེན་པོ་ཆགས་ཀྱི་འདུག་ཨོ་ད་དེ་འདྲས་ཡིན་ད་དེ་རིང་དེ་བཞག་ཡིན། ཨོ་ད་བཀའ་དྲིན་ཆེ་བོ་ཚུལ་འདི་བསམ་གྱིན་འདུག་མ་ལས་ནི་ད་བཀའ་དྲིན་ཆེ་བོ་བརྗེད་ཚིག་མཁྱེན་པའི་དེ་རེད་ཟེར་ཡ་ད་དེ་འདྲས་རྒྱུ་ཆེ།